ཁྲུང་རོ་དང་ཁ་ཤིང་ནི་འཇམ་པའི་དབྱངས་དང་ཤིང་རིགས་ཟས་དང་ཤང་ནག་རྡོ་རྗེ་ནི་ཤ་རིགས་པ་མོན་ག་པུར་ལ་སོགས་པ་རྒྱ་གར་གྱི་དཔོན་རབས་སྐད་གྲགས་ཆེ་རིང་ཆེ་ཚེ་དེབ་གྲངས་ཀྱི་ཡུལ་ཡོར་བ་དང་ང་ཚོ་ཁྲུང་རོ་ནང་ལོག་ལས། བླ་མ་དུས་མཉམ་ཡིན་པ་ལོ་མྱང་ཡིན་པ་དེ་འདྲ་ཡང་བླ་མ་གཅིག་གི་ཁྲུང་རོ་ནང་ལོག་ལས་གཉིས་ཀ་གྲངས་ཡོད་དགོས་རེད་དེ་ཡིན་དུས། སྐུ་དེ་ཡི་སྐུ་འཕྲེང་ནང་གི་རྩེ་ཡ་ཡོད་ན། སྐུ་འཕྲེང་ཟེར་ཡ་དེ་ཁོ་ལམ་དང་ལུགས་སྲོལ་གཅིག་གི་ཐོག་ནས་ཡོང་གི་ཡོད་རེད་མ་གཏོགས་བཤད་བ་སྔ་ཕྱི་ཡོད་ཚད་ཚང་མ་ལས། སྐུ་མགྲོན་གཟིགས་སྐལ་ལབ་ཡོད་མ་རེད། སེར་སྔ་ཕྱི་མའི་འགན་ཁུར་ཚོད་ཡོད་མ་རེད་ས་འོག་གི་འབུ་སྲིན་ལ་ཡང་དྲི་བ་སྔ་མ་དང་ཕྱི་མ་ཡོད་ཟེར་གི་རོགས། དེ་ཡིན་དུས་སྐུ་མགྲོན་ཟེར་དེ་ག་རེད་ཟེར་ཡོང་དུས། སྐུ་གོང་མ་དེ་འདས་བའི་ཚ་བའི་ཤོར་དུས་ལམ་དང་ལུགས་སྲོལ་བཅས་ཀྱི་ཐོག་ནས་དེ་ནི་སྐུ་གོང་མ་དེའི་ཡང་སྲིད་ཡིན་དཱ་ཟེར། སྐུ་གོང་མ་དེ་གིས་ད་སྐུ་དེ་ཆགས་སའི་ཆུང་ས་ནས་ཤེས་ཡང་ཡིན་ན་ཆེ་ས་ནས་ད་ག་རེ་ཡིན་ནམ། ད་ལྟ་སྒྲིག་གི་མཚམས་མཚོན་ཐུབ་པ་ཅིག་ཚང་མས་ངོས་ལེན་ཡོད་པའི་ཐོག་ནས་སྐུ་གོང་མ་འདི་ག་རང་གི་ཁྲི་ཀ་ལ་བསྡད་ནས་སྐུ་གོང་མ་རང་གི་གར་གནང་ཡོད་པ་དེ་མ་གནང་ནས་འགྲོ་སྟངས་གཅིག་གི་ཐོག་ནས་ལམ་དང་ལུགས་སྲོལ་གཅིག་གི་ཐོག་ནས་ཡོང་བསྡད་པ་འདི་ལ་སྐུ་འཕྲེང་ཟེར་གི་ཡོད་རེད་བ། མ་མདོ་སྐྱེ་བ་སྔ་ཕྱི་ཚང་མ་ལ་ང་ཚོས་སྐུ་འཕྲེང་ཟེར་ལབ་ཡོད་མ་དེ་ཡིན་ན་ངའི་ཁྱོད་རང་གི་དྲུག་ཅུ་བདུན་ཅུ་ལ་ཞེ་དྲག་མྱོང་གྲགས་རེད་ཟེར་གི་ཡོད། གོ་བ་ཐོག་མ་མེད་པ་ནས་སླེབས་ཡོང་བ་རེད་བ། མ་ཡི་དུང་དང་རྒྱ་ཤུག་ཚུགས་ཀྱི་རྩ་ར་ལུག། འགྲམ་གྱི་འགྲམ་གྱི་ལངས་མི་འགྱུར་ཟེར་ནས། གཤིས་དྲན་མ་ར་ཁྱེད་ནི་ལབ་ཡོད་རེད། དེང་གི་དཔེ་དེ་ཚུགས་ཁོ་འོན་ཡིན་ན་སོ་སོགས་ཀྱི་སྐྱེ་བ་སྔ་མ་ཡང། ས་རིན་དུ། རི་བུ་འབྲངས་ནས་འབྲངས་བ་ཡིན་ན་ཡང་གོ་གྲངས་འདྲ་ཟིག་ཡོད་མ་རུང། ཐོག་མ་འདྲ་ཡིན་ཙང། དེ་ལྟར་བཙུན་མོ་གི་སྐུ་འཕྲེང་དྲུག་ཅུ་བདུན་ཅུ་དེ། མང་དྲགས་པའི་སྐྱོན་དང་ཉུང་དྲགས་པའི་སྐྱོན་གྱི་ནང་དུ་མི་ཚེ་མ་ཚེ་འདི་འདྲ་ཤེས་དགོས་ད་གང་ལྟར་དེ་བྱས་པའི་འཁྲུངས་རབས་དང་སྐུ་འཕྲེང་བརྩི་སྟངས་གཉིས་དེ་མང་པོ་ཅི་ནོར་ནས་ཡིན་ནའི་སྐུ་འཕྲེང་མང་པོ་ཞུ་བཟོ་ནས་འོ་དེ་འདྲས་ཡོང་དུ་འདུག་ད་དེ་ནས་མི་རབས་ཟེར་བ་ཡིན་ན་ནི་མི་སྒེར་སོ་སོ་གི་ལོ་རྒྱུས་མི་དཀྱུས་མ་གི་ལོ་རྒྱུས་བྲིས་ཡོད་པ་དེ་ཚོ་ལས་མི་རབས་ཟེར་དུས་དེང་སང་ཡིན་ན་ནག་ཁོ་རང་གི་མིང་འདི་ལབ་ནས་སྟེང་གི་མི་ཚེ་ལོ་རྒྱུས་ཟེར་ནས་བྲིས་རྒྱག་གི་ཡོད་རེད་དེ་ཡག་པོ་འདུག་བློ་བཟང་གི་མི་ཚེ་ལོ་རྒྱུས་བཀྲ་ཤིས་ཀྱི་མི་ཚེ་ལོ་རྒྱུས་ཟེར་བྲིས་རྒྱག་གི་ཡོད་རེད་བ། དེ་མདོར་བསྡུས་བ་ཡིན་ན་ད་ལོ་རྒྱུས་ཟེར་ཡོད་དེ་ཚང་མ་ལ་བྲེལ་ཡོད་རེད། ཤེན་གྱི་ཡིན་ན་ཤེན་གྱི་གི་ལོ་རྒྱུས་བྲི་བ་ཡོད་རེད། དེང་སང་ཀོང་པོ་འདི་དོན་ཅན་ཤུག་པ་སྐྱིད་མི་འདུག་ཡིན་དེ་ལོ་ག་ཚད་རེད་ཉིས་བརྒྱ་སུམ་བརྒྱ་ཡིན་ན་སྟོང་ཕྲག་གཉིས་སོང་ཡིན་དེ་གཅིག་གི་ལོ་རྒྱུས་ཡོད་རེད་ཟེར་ནས་ཁོ་རང་ཁོ་རང་ལ་ལོ་རྒྱུས་བྲིས་གི་བ།

དེ་ཡིན་དུས་ད་མདོར་ཚུར་བསྡུས་པ་ཡིན་ན་ཚང་མ་ལ་ལོ་རྒྱུས་ཤེས་ཡ་ཡོད་རེད། ཁོ་རང་གིས་དེ་ལྟར་བྱུང་བ་བཟང་ཕྱོགས་ནས་ཡིན་ན་རེད་མ་ངན་ཕྱོགས་ནས་ཆག་སྒོ་གུད་ཆག་ག་འདྲས་ཀྱི་བྱུང་ཡོད་པ་དེ་ཤེས་ཡོང་དུས་དེ་ཁོ་རང་གི་ལོ་རྒྱུས་ཆག་འགྲོ་གི་ཡོད་རེད། ད་ལོ་རྒྱུས་ཀྱི་ནང་ལོགས་ལ་ད་མ་འདྲ་མ་འདྲ་བ་དེ་ཚོ་ད་ཁ་ཞེ་བལྟས་ཚེ་གོ་ནོར་ཟིན་ན་མི་སྣོམ་འཁྲུག་བདེ་བའི་དེ་ཚོ་མང་འཁྲུག་གི་སྐུལ་ཡབ་ཀྱིས། གནད་འགག་འདྲ་ཁ་ཤས་ཡོད་བ་དེ་ཚོ་ད་ལྟ་ནས་གང་དྲན་པ་བྱེད་པ། དེ་ཅིག་ཞུས་ཀྱི་ཡོད་ད་གནད་འགག་འདི་རང་མཚམས་རྒྱག་ཡ་ཡིན་ད་དེ་ནས་ཡང་མང་པོ་འདྲ་ཆགས་འགྲོ་དགོས་ཟེར་རེད་དེ་ནས་མར་ག་ལེ་ག་ལེ་ག་དུས་ཁོང་ནས་ཞུ་ཆོག་ཅིག་བཀྲ་ཤིས་བདེ་ལེགས། ངོ་མཚར་གཏམ་གྱི་བང་མཛོད་ནས་བཞུར་བའི་རྣམ་པ་གླེང་རྗེས་ཚང་མ་ལ་འཚམས་འདྲི་ཞུ་བ་དང་སྦྲགས་ནས། ལྟ་ངན་འཁྲུལ་མེད་ཚིག་ཁ་ཤས་ཅིག་ཞུ་བསམ་སོང། དེ་ཡང་ད་ནངས་ང་ཚོས་ཞུ་ཡ་དེ་ལོ་རྒྱུས་ཟེར་བའི་དོན་གྱི་གོ་དོན་དང་གཅིག། ལོ་རྒྱུས་ཀྱི་ཁྱབ་ཁོངས་དང་གཉིས། དེ་གཙོ་བོ་དེ་གཉིས་ཀྱི་ཞུ་བ་རེད། དེ་གཉིས་ཀྱི་ཡན་ལག་འདྲ་བོ་དང། མ་བབས་ཡོད་དུས་རྒྱ་རབས་དང་ཆོས་འབྱུང་དང་གདན་རབས་དང་རྒྱལ་རབས་དང་འཁྲུངས་རབས་སྲས་དེ་ཚོ་དཔེ་ཆ་དེ་ཚོ་གི་མིང་དེ་གོ་དོན་དེ་ཚོའི་སྐོར་བལྟས་ཚེ་ཤེས་པ་རེད། ད་དེ་ནས་རྒྱལ་རབས་དང་འཁྲུངས་རབས་བཤད་དུས་སྐུ་འཕྲེང་དྲུག་ཅུ་རྩ་བརྒྱད་བརྩི་ཡ་དེ།

དང་སྦྲགས་ནས་མ་ཞུས་པ་རེད་ཁ་སྐད་ནོར་མ་རེད་ད་མང་དྲ་བ་དང་མྱོང་དྲ་བའི་འགག་བསྐྱོན་ཟེར་ཡོད་དེ། ང་ཚོ་སྤྲུལ་སྐུའི་ལམ་ལུགས་དེ་ལམ་དང་ལུགས་སྲོལ་གྱི་ཐོག་ནས་སྐུ་གོང་དམག་གི་བདག་དབང་ཚང་མ་དེ་ལོངས་སུ་སྤྱོད་ནས་དེའི་གི་ཁྲི་ཀ་ལ་བསྡད། དེའི་གི་དབང་དུ་བགྱིས་པ་ཡིན་ན་ཁྱོད་རང་སྤྲུལ་སྐུ་སྐུ་འདྲེན་སྒྲུབ་རྒྱུ་ཡིན་ཟེར་ཡོད་དེ་ཡི་གི་རག་གི་མང་དྲ་བ་རེད་ཟེར། དེ་ནས་ཚུར་རོང་ཁའི་སྐྱེ་བ་སྔ་མ་དང་དེའི་སྔ་མ་དེའི་སྔ་མ་ཟེར་གྲངས་ཀ་ཡང་བརྒྱབ་ནས་དྲུག་བཅུ་ཡོད་ཟེར་བ་ཡིན་ན་ནི་ཉུང་ཐག་ཆོད་པ་རེད་སྲིད། ཁོ་བ་ལ་ཐོག་མ་མེད་པ་ཡིན་ཚོད་འདུག་བྱས་ཙང། རྒྱུ་མཚན་གང་རེད་ཀྱི་ཐོག་ནས་ལམ་ལོ་ག་འདྲའི་དཀྱིལ་ལ་ཕྱིན་པ་ཡིན་ན་ཡང། ཡང་ན་གྲངས་མང་བའི་སྐྱོན་ཡང་ན་གྲངས་ཉུང་བའི་སྐྱོན་ཕ་གོ་རེད་སྲིད། དེ་རེད་ད་ད་ནང་དུས་བབ་གསལ་བོ་རང་མ་འབྱུང་རུང་བ། ཚིག་འདི་རང་རང་མ་ཆགས་དུས་དེ་འདྲའི་འདྲ་བོ་ཆགས་སྲོལ་ཡོད་ས་རེད། ད་ལྟའི་དག་སྣང་གི་ཞི་བའི་སྐད་ཆ་དེ་ཆེས་མཇུག་སྡུད་འདྲ་བོ་ཡིན་ཁ་སྐོང་འདྲ་བོ། ད་དེ་ནས་ང་ཚོ་ད་ལོ་རྒྱུས་རིག་པ་ཟེར་ཡ་ཅིག་དེང་སང་ཤེས་བསྡད་ཡོད་རེད། ད་ནོར་ལོ་རྒྱུས་གོ་དོན་ཤེས་པ་རེད་ད་དེང་སང་རིག་པ་ཟེར་ཡ་ཅིག་རྒྱབ་ཡོད་རེད་བ། རིག་པ་ཟེར་ཡ་དེ་རྒྱབ་མ་རྒྱབ་ད་ཚང་མ་ལ་རིག་པ་རེད་རྒྱབ་ཡོང་དུས།

རིག་པའི་གནས་ལྔ་ཟེར་བ་དང་རིག་གནས་ཆེ་བ་དང་ཆུང་བ་ཟེར་ཏེ། ད་ད་ལྟ་རིག་པ་ཟེར་གཅིག་གི་རིག་གནས་སུ་མ་ལབ་པར་ཅི་རིག་པ་ཟེར་གཅིག་ལ་ཡག་གི་ལུགས་སྲོལ་བརྗོད་དོ། ད་དབྱིན་ཇིག་གི Logic ཟེར་ཏེ་ཕ་ཇེ་ཏྲི་འདྲ་བོ་ཡིན་ས་རེད་བསམ་འདུག། ད་རིག་པ་འདི་ག་བ་རྒྱ་བ་ཡིན་ན། དོའི་རིག་པ། སྒྲའི་རིག་པ་དང་ནི་མ་ཡིན་ཏེ་སྒྲའི་རིག་པ་གསོ་བ་རིག་པ་ཟེར་ཏེ་རྒྱ་ཡོར་བ་ཚང་མ་ནི། འདི་དེང་སང་ལོ་རྒྱུས་རིག་པ་བོད་རིག་པ་སྐྱིད་རིག་པ་གཉིད་རིག་པ་སོང་རིག་པ། རྩོམ་རིག་རིག་པ་ཟེར་ཐབས་ཚང་མ་ལ་རིག་པ་དེ་སྐྱར་ཡོང་དུས་མཚམས་མཚམས་ལ་སྐྱ་ཁྱི་དང་འདྲ་བོ་ཆོས་ཁྱི་མཛའ་གྱི་ཆ་འགྲོགས་འདུག་ད་ང་ཚོ་རྒྱ་གཞིས་ཀྱི་ཐོག་ལ་སྐྱོབ་གྲ་ཆེ་ཤོས་ཀྱི་ལྷན་ཚོགས་ཚོགས་འདུ་གཅིག་ལ་རྒྱ་གཞིས་བོད་རིག་པའི་ཞིབ་འཇུག་ཚོགས་ཁྱི་ཟེར་འདུག། བོད་རིག་པའི་ཞིབ་འཇུག་ཚོགས་ཁེ་སེར་བརྒྱ་བཞི་གིས་དེ་ལས་ད་བོད་ཕྱི་ནང་འཛམ་གླིང་གི་བོད་ཀྱི་ཐོག་ལ་བལྟས་ཚེ་མཁས་པ་ཡིན་ཟེར་མཁན་མང་པོ་ཇི་འཚོང་གི་ཡོད་རེད། ད་དེའི་ནང་ལོགས་ལ་ག་རེ་ཤེས་དགོས་ཟེར་ད་བོད་རིག་པ་ཟེར་དེ་ཤེས་དགོས་ཀྱི་ཡོད་རེད། དེ་ཤེས་ས་ལ་བལྟས་པ་ཡིན་ན་ང་ཚོ་བོད་ཀྱི་ཆོས་དང་སྲིད་དང་ལོ་རྒྱུས་དང་རིག་གཞུང་གནའ་སྔ་མོ་ཡོངས་སུ་གྲགས། ཕུན་ཚོགས་དང་གསོ་བ་བཀྲ་དང་སྙན་ངག་རྩིས་ལ་སོགས་པ་ཡིན་དང་ཡིན། དེ་ནས་བོད་ཕག་གི་འཐབ་རྒྱབ་དང། བག་མ་གཏོང་ལེན་བྱེད་དང། ཨ་ནེ་རོགས་ལེན་བྱེད་དང། རོ་བ་སྐེ་དང། རྩམ་པ་བཟོ་དང་ཡིན་གྱི་ཤིག་བརྡེག་དུ་བ་དེ་ནང་ལོ་རེད། ད་དེ་བོད་རོགས་པ་ཁོངས་སུ་བརྩི་བསྡིགས་ཡོད་རེད། མདོ་ལ་བོད་པ་དང་འབྲེལ་བ་ཡོད་ཚེ་ཚང་མ་དེ། ཤེས་ཆོག་དུ་བ་ཤེས་བརྡེག་དུ་བ། དེ་ཡིན་དུས་སྤྱི་དང་གི་ད་དེང་སང་གི་རིག་པ་ཟེར་ཡོད་དེ་ཚང་མ་ལ་འཇིག་གི་ཡོད་རེད་ཟེར་གི་ངོ་སྤྲོད་བྱེད་ཡག་གི་ཆེད་དུ་འདྲ་བ་ཡིན་དཔེ་འདྲ་བ་དེ་ད་དེ་ནས་ལོ་རྒྱུས་རིག་པ་ཟེར་ཡོང་དུས་སྤྱི་དང་གི་ད་ནུབ་ཕྱོགས་འདི་གི་ལས་ན་ལོ་རྒྱུས་ཟེར་དེ་གི་ཁོ་རང་འཚེ་གི་འདྲ་བ་གཅིག་བྱེད་ཡིན་ནི་ལོ་རྒྱུས་སྨྲ་བ་བ་དེ་ལ་ཡང་ཁོ་རང་མི་དེ་ལ་འཚེ་གཉིས་འདྲ་བ་འདི་འདྲ་འདི་འདྲ་དགོས་རེད་ཟེར་ཡ་འདྲ་བ་དང་འཚེ་གི་འདྲ་བ་དེ་འདྲ་ཡོད་སར་བ

ལོ་རྒྱུས་ཚང་མ་དེ་འདྲ་གྱི་མ་བྲིས་ཡ་མི་གཅིག་གི་མིང་ཡིན་ན་ཡང་ལོ་ཚིག་བསྒྱུར་དགོས་ཡ། དགོན་པ་འདྲ་བོ་གཅིག་གི་མིང་ཡིན་ན་དགོན་པ་དེ་ག་དུས་ཆགས་བསྡད་ཡོད་པ། སུས་ཆགས་བསྡད་ཡོད་པ། དེ་བཅུ་ལས་མ་ཤེས་ཡ་སྐབས་སུ་བབ་གི་མེད་ན་དེ་ལས་མཆན་བྲིས་ནས་དགོན་པ་དེ་གི་མིང་དེ་གོ་འདི་ག་རང་ལ་བྲིས་བཅུག་དགོས་ཡ། དེ་ནས་ལུང་གི་དྲང་བ་ཡིན་ན་ལུང་དེ་ག་ནི་བགྲང་ཡོད་བ། མདོ། བསྟན་བཅོས། ག་ནི་བགྲང་ཡོད་བ། དེ་ཡང། མིང་གཅིག་པོ་མ་ཡིན་པར་དེ་གི་ཤོག་གྲངས་ག་ནི་ཡིན་པ། ཤོག་གྲངས་འདུས་ཟེར་ཡིན་ག་རྒྱབ་ཟེར་ནི་ཡིན་པ། དཔེ་ཁྲིད་བྱེད་ས་མ་འདྲ་བ་གི་ཆ་ནས་ཤོག་ལྡེབ་མང་ཉུང་གི་ཆ་ནས་བགྲང་ག་ཏག་ཏག་འདི་གི་མོས་ཡིན་དུས་དེ་ནི་ག་ནི་པར་ཁྲིད་བྱེད་པའི་དུས་ཡིན་པ། དཔེར་ན་མདོ་རྒྱ་ཆེའི་རོལ་པ་ལས། བགྲང་བ་ཡིན་ན། ཤོག་ལྡེབ་ག་ནས་ཡིན་པ། ཤོག་ལྡེབ་རྒྱག་སྤྱོད་ཀྱི་འདུལ་མཛད་གཉིས་སུ་བྲི་བ་ཡིན་ན་དེ་ག་ནས་ཀྱི་རེད། སྡེ་དགེ་པར་མ་རེད་ལི་ཐང་པར་མ་རེད། ཞུའི་པར་མ་རེད་བྲིས་མ་རེད། རྒྱ་ནག་གི་གཡུང་ལོ་པར་མ་རེད་ག་རེད་དེ་དགོས་ཀྱི་ཡོད་རེད། དེ་མེད་པ་ཡིན་ན་ཁོ་རང་ཚོ་ཡང་ཤོག་གྲངས་གཅིག་རྒྱུ་མ་རེད་བར།

ཚོགས་པ་མང་པོ་ཡོང་བ། སྲིད་སྟེགས་ལ་བག་འཁུམ་ཅི་བྱེད་དགོས་པ་རེད། ལོང་ཁ་ཤས་ད་ལྟ་མི་རང་ནས་དཀའ་ངལ་འཕྲད་བསྡད་ཡོད། དང་པོ་རྩོམ་པ་པོ་ཁོ་རང་རང་གིས་དེ་གོམས་གཤིས་དེ་ཡོད་ཡིན་ན་དཀའ་ངལ་དེ་བས་བརྒལ་ཡོད་མ་རེད་བ། སྐབས་དེ་དུས་ལོང་དེ་མཐོང་ཡོད་རེད་བལྟས་ཡོད་རེད། དཔེ་ཆ་སྤྱད་ནས་མཐོང་དེ་ཚུར་དྲངས་ཡོང་དུས་དཔེ་ཆ་དེ་གི་མིང་དང་ཤོག་གྲངས་དེ་བྲིས་བཞག་པ་ཡིན་ན། དཀའ་ངལ་སེལ་དེ་བས་བསྐལ་བཞག་ཡོད་མ་རེད་དེ་ཚོས་དེ་བས་གཏོང་དགོས་བསྐལ་ཡོད་མ་རེད་བ། དེ་མེད་པ་ཡིན་ཙང་དུས། ད་དེང་སང་ཉོག་དྲ་ཁུལ་དེ་ཡོད་རེད། དེ་ལྟར་དེ་ནི་ཁྱེད་བྱ་བ་ད་ཚི་གཅིག་གི་ལོ་རྒྱུས་སི་ཡེ་ཏི་ལས་ལྷག་པར་དུ་ནང་དོན་རིག་པ་གཏིང་ཚིག་རིག་པ་འདི་ཚོ་ལས་ལོ་རྒྱུས་སི་ཡེ་ཏི་ལས་གོ་ལོང་གི་དྲང་བ་ཡིན་ན་ད་འདི་ཞི་བའི་གཅིག་གི་གཏན་པོ་བསྒུག་ཡོད་བ་ཁོང་དང། ལོ་རྒྱུས་ལ་ལོ་རྒྱུས་ཡོད་རེད་ཟེར་བ་ནང་གི་ཁོང་གི་དྲང་བ་ཡིན་ན་ཁོང་དེ་ལ་ཡང་ཁོང་བསྒུག་ཡོད་ཡོད་རོ། ཁོང་ཡང་དག་པ་ཇི་མེད་ཡིན་ན་ལོང་དེ་རྫུན་མ་འདྲ་བ་ཆགས་འགྲོ་གི་ཡོད།

ཁོ་ཚོས་ལོ་རྒྱུས་ནི་ཁས་མ་ལེན་བ་བྱས་ནས་དེ་ནས་ཡང་བསྐྱར་བཟོ་བཅོས་བརྒྱབ་འདུག་བཟོ་བཅོས་བརྒྱབ་ཟེར་ན་མི་འདུག་ད་ལོངས་དེ་གའི་ཚེ་ཡིན། ཞྭ་གད་པ་ཁོ་རང་དགོས་སོང་ན། དང་པོ་ཐོག་མར་མ་བྲི་བ་ལས་ཀྱི་གཞུག་ལུས་འདི་ལོངས་འདི་ཡང་འགྱོ་ཕག་ཚེ་ཡིན་ནི་ཉོ་དགོས་འདུག་སྐབས་ལེགས་ཆེ་བ་བྱུང་ཟིག་འདུག་ཟེར། དེ་ཚ་ད་ད་འདི་ཆ་ལས་སི་ཏུ་རྒྱ་རབས་ཟེར་ཡས་དེའི་ལོ་རྒྱུས་ཚད་ལྡན་གྱི་ཆ་ཡས་དེ་ག་རེད་ཟེར་ན། ཁོ་བོར་ཁོང་དང་ལོང་དང་རྒྱུག་ཆག་གི་ཡིག་སྐྱ་མང་པོ་ཡོད་པ་གང་ཤེས་རེད། ཡིག་སྐྱ་སྟེང་གི་ག་བ་ཡོད་བ་ཤོག་ལྡེབ་ག་བ་ཡོད་བ། དཔེ་ཆ་ག་གེ་ཟེར་བ་དེ་ནང་ཡོད་བ་དེ་གི་ཤོག་གྲངས་ག་གེ་ནང་ཡོད་བ་ཚང་མ་མར་བཀོད་ཡོད་བ། ཨོ་དེ་ནི་ལོ་རྒྱུས་ཀྱི་མཚན་ཉིད་འདྲ་བོ་ཚང་ཡོང་གི་ཡོད་རེད། ད་ཕྱི་རྒྱལ་གྱི་ལོ་རྒྱུས་རིག་པ་དང་ལོ་རྒྱུས་སྨྲ་བ་ཟེར་ཡོད་དེ་ཚོ་གི་ལོ་རྒྱུས་སྨྲ་ན་སྨྲ་སྟངས་དང་ལོ་རྒྱུས་བྲིས་ན་བྲི་སྟངས་དེ་ལྟ་དེ་འདྲའི་བྱས་ནས་བྲི་གི་ཡོད་རེད། ཟླ་འདིའི་གི་སྒང་ལ་ལོ་རྒྱུས་འབྲི་གཡག་གི་རྒྱུ་རྐྱ་འདྲ་བོ་དེ་གཙོ་བོ་དེ་ད་ཁོང་དང་ལོང་ཟེར་དེ། ཁོང་དང་ལོང་ལས་རིགས་ཁ་ཤས་ཡོད་ཆོག་གི་ཡོད་རེད། ད་ལོ་རྒྱུས་རྙིང་པ་ཁོང་དང་ལོང་སུ་དྲངས་ཆོག་ཡ། ད་དེ་དཔེ་ཆ་དང་དེབ་གི་ཁོངས་སུ་གཏོགས་ཡོད་རེད་བ། ད་དེ་མ་ཡིན་པར་ཡང་གནའ་བོའི་གི་ཤུག་གཡག་གི་གནའ་རྫས་དེ་འདྲ། ལྷ་སྐུ་ཐུགས་རྟེན་ལ་སོགས་པ། རྡོ་དང་བྲག་གི་རི་མོ་དང་མཆོད་རྟེན་ལ་སོགས་པ། འདི་ཚོ་ཡང་སྒོས་རྒྱུ་མཚན་དང་དཔང་རྟགས་ལས་བཞག་ནས་ལོ་རྒྱུས་བྲིས་སྐབས་སུ་བེད་སྤྱོད་བཏང་ཆོག་ཡོད་རེད་ཅེས་ཀྱི་བྱེད་ཆོག་ཡོད་རེད་ཨ། འདི་ག་ནང་གི་མཐོང་ཡ་མེད་བས་ཀྱི་གནའ་བོའི་གི་རིག་གནས་བྲོ་ལུས་བཞེས་སོང་ལ་སོགས་པ་མཐོང་ཡ་ཡོད་བས་ཀྱི་སྒྱུ་རྩལ་གྱི་དཔེ་ན་ཐང་ག་གི་རུ་དམག་དང་ད་འདི་གའི་གི་བྲི་སྟངས་དེ་ཚོ།